ཨོ་ཡང་ད་དེ་རིང་ཁྱེད་རང་ཚོ་བུ་ཆུང་གི་རྒྱུད་ནས་ད་འདི་འདྲའི་བ་བྱས་ནས་ང་ཚོ་ཐུག་པ་རེད། ཁྱེད་རང་ཚོ་ང་ཚ་གཏུག་ག་ལེ་ཡ་དེ་པེ་སེམས་པ་དགའ་བོ་བྱུང་ཐུགས་རྗེ་ཆེ་ཞུ་ཡ་ཡིན། དེ་ནས་དེ་ནས་ཕྱི་གཏོང། ད་ངས་ཚིག་ཁ་ཤས་ཀྱིས་མ་རྩ་ངས་དྲ་ལམ་ནས་སྔོན་མ་བཤད་སྙུང་ལ་ད་དུང་ཡང་ཚིག་ཁ་ཤས་ཀྱིས་ཞུ་ཡ་གི་དེ་ནས་ང་ལ་ཚོ་འདོད་པ་ཡོད།

ཨ་མ་ཨ་ཕ་ཨ་མ་གཅིག་གི་སྤུ་གུ་ལྟ་བུ་ཆགས་འདི་ཡོད་རེད་ད་དེའི་ནང་ལ་ལོ་རྒན་གཞན་གཅིག་རེད་མ་གཏོགས་གཅིག་ཐོག་མ་གུ་ཆེ་ཆུང་ཡོད་པ་དེ་ཨ་བཟའ་བཟའ་ཚང་གཅིག་གི་འདུ་ཤེས་ཡོད་རྒྱུ་དང་བརྩེ་བ་ཡོད་རྒྱུ་དེ་ཧ་གོ་རྒྱུ་དེ་གལ་ཆེན་པོ་རེད། གཅིག་ནས། དེ་ནས། གཉིས་ནས། རྒྱ་རྒྱུད་གྲོང་རོང་རིན་པོ་ཆེ་ཁོང་གི་སྐུ་སྲས་དེ་ལ། ཐུགས་ཀྱི་བཞེད་ཚིག་ངོ་མ་དེ་ག་འདྲས་ཡོད་རེད་ཟེར་ན། གཅིག་ནས་མི་རིགས་ལ་ཕྱོགས་རིས་ཡོད་མ་རེད། གཉིས་ནས། དེ་ནས་ཆོས་ལུགས་ལ་དེ་ནས་སྐབས་སུ་ལོ་ཟླ་བཀོད་འཛེགས་གནང་གི་མ་རེད་སྐུ་ཚེ་སྟོད་ལ། དེ་ནས་མི་རིགས་ག་འདྲ་ཞིག་ཡིན་ན་ཡང། བོད་པ་མི་རིགས་ཡིན་ན་རེད་ཤར་པ་མི་རིགས་ཡིན་ན་རེད། རྟ་མང་ཡིན་ན་རེད་ད་རྣམ་པའི་བོད་པ་ང་རང་ཚོ་ལ་རིགས་མང་པོ་ཞིག་ཡོད་རེད་བ། རིགས་ཐམས་ཅད་ལ། གཅིག་པ་གཅིག་གི་སྒོ་ན་གཅིག་བཙལ་བ་གནང་རྒྱུ་དེ་གང་རིགས་དང། སྐུ་ཚེ་དེ་གའི་ཨ་ཀྲོང་རིན་པོ་ཆེ་གི་སྐུ་ཚེ་ཡོན་ཏན་ཞེ་བོ་རེད་ཅེས་བླ་མ་རྟོགས་པ་མཐོན་པོ་རེད་ཟེར་མང་པོ་བཤད་གི་རེད་དེ། ཡིན་ནའང་དེ་རིགས་ཁ་ཚོན་མང་ཆེ་བ་ཅིག་གང་རིགས་ཀྱི་ཐུགས་ཀྱི་སྒོ་མོ་ངོ་མ་དེ་ཡོན་ཏན་ངོ་མ་དེ་ཤེས་ངེས་དཀའ་ལས་ཁག་པོ་ཆགས་དེ་གང་རིགས་ཀྱི་ཁོང་གི་མཛད་པ་རྣམས་མཛད་རྗེས་ཆེ་ཤོས་དེ་ག་རེ་ས་ནས་མི་རིགས་ལ་ཁྱད་པར་ཡོད་མ་རེད། ཀྲོང་རིན་པོ་ཆེ་གང་རིགས་འདྲ་པོ་ཡིན་ན་ཞབས་ཕྱི་བཞག་གི་ཡིན་ན་སུ། མི་རིགས་ལ་མི་གཟིགས་ག་འདྲས་བྱས་ན་ཁོང་རིགས་ཞབས་ཞུ་བཞག་གི་རེད་དེ་ཞབས་ཞུ་བཞག་ཡ་དང་འཇོན་མི་འཇོན་དེ་དང་མི་ཚོ་མ་འཇོན་ཟེར་དགོས་ཡ་དེ་ཡོང་ཐུག་མ་རོ་ཨ། འཇོན་ངན་ཅིག་ཡིན་ནས་བཟུང་སྟེ་མི་རིགས་ལ་ཞོར་འཇོན་ཡོད་མ་རེད། དེ་ནས་དགོན་པ་ནང་ནས་མཁན་པོ་དཀྲུག་དགོས་ལ་ཡིན་ན་མི་རིགས་ལ་ཞོར་རིས་ཡོད་མ་རེད། དེ་ནས་མཁན་པོ་ཡིན་སོང་ཡ་ན་མི་རིགས་ལ་ཞོར་རིས་ཡོད་མ་རེད་དགོན་པ་དགེ་བསྐོས་ད་ནོམ་པའི་དགོན་པའི་གི་ལས་བྱེད་ཆེ་ཆུང་གང་ཡིན་སོང་ཡ་ན་ཁུ་རུག་གི་ཁུ་རུག་གི་ནུས་པ་འདྲ་པོ་དང་ཁུ་རུག་གི་ཚད་རིམ་དེ་སླེབས་ཚར་བ་ན་མི་རིགས་ལ་ཞོར་རིས་གནང་གི་མ་རེད། དེ་ནི་གངས་རི་གི་ཕྱི་ལོག་གི་དེ་ནི་ས་སྐྱ་ཟེར་ཡ་མི་འདུག་བཀའ་བརྒྱུད་ཟེར་ཡ་མི་འདུག་དགེ་ལུགས་ཟེར་ཡ་མི་འདུག་བོན་པོ་ཟེར་ཡ་མི་འདུག་དེ་ནི་དེ་མ་ཟད་པ་ཐ་ན་ཧིན་རྡུ་གི་ཆོས་ལུགས་ཡན་ཆོད་ལ། ལོ་ལྟ་སྐུལ་འདོན་གནང་གི་མ་རེད། ཐོག་མར་དད་པ་དང་ལོ་གནོང་གི་རེད། དེ་ཁྱོད་རང་རིན་པོ་ཆེ་ཐུན་མོང་མ་ཡིན་པའི་ཆེད་དུ་དེ་ལྟར་ཆགས་ཡོད་པ་རེད། དེ་དེ་དག་ཐམས་ཅད་ཧ་གོ་དགོས་པ་རེད། ད་ཁྱེད་རང་ཚོ་ཚང་མ།

ང་ཡིག་གི་འདྲ་འབག་དེ་ཤོར་ནོག་ནས་བལྟས་ཚེ་འོ་ད་ལོག་ལྟ་ལས་ཤོར་ཡོད་མ་རེད། ལོག་ལྟ་བྱེད་མཁན་དེ་ག་རེ་བྱེད་ལོ་ཟེར་ཟེར་ན་སངས་རྒྱས་ཀྱི་ཆོས་ལ་ཡིད་མི་ཆེས་པ་དང། བླ་མ་ལ་ཡིད་མི་ཆེས་པ་གཉིས་འདི་ལྟར་ལོག་ལྟ་ནོག་དེ་རེད་བ་ད་ལྟའི་ཁྱེད་རང་ཚོ་ཡོད་མེད་དུས་ཁྱེད་རང་ཚོ་སེམས་པ་ཕམ་སེམས་པ་ཆགས་དགོས་ཡ་ཡོད་མ་རེད། དེ་ཡིན་དུས་ཁྱེད་རང་ཚོ། ད་ནི་ང་ལུས་ཀྱི་འདྲ་འབག་ནང་ན་ཁ་མི་ཚང་བ་བྱས་པ་དེ་ཤོར་ཙང་དེ་ག་བ་ལོག་སོང་རེད་དེ་ཡིན་ནའང་ཁྱེད་རང་ཚོ་ཡིག་གི་འདྲ་འབག་དེ་ཤོར་ག་བ་ཡིག་དེ་ལོག་ཡོད་མ་རེད། དེ་ཡིན་དུས་ཁྱེད་རང་ཚོ། མ་འོངས་པ་ལ་ཡིན་སོང་བ་ཡིན་ན་ཁྱོད་རང་ཚོ་མི་ཁྱེད་འདི་ལ་དང་ག་པ་ཡིན་ན་རེད་ཨ་ནེ་ཡིན་ན་རེད་ག་རེ་རིན་པ་ཤོར་སོང་བ་ཡིན་ན་དེ་ལ་འགྱོད་བཤགས་གྱིས་དེ་ནས་མ་འོངས་པ་ལ་ཡོང་ས་ཡོང་དུ་ཆོས་དང་ཆོས་ཁ་འདོན་འདོན་ཡག་དེ་ནས་ཡིན་པའི་བླ་མ་དང་བླ་མ་མི་འགྱེད་ཡག་དེ་ནས་ཤི་གཏོང་གི་ད་ང་རང་ཚོ་གྲོང་པད་མ་ནོར་བུ་རིན་པོ་ཆེ་ལས་ཁ་ཟེར་དགོས་ཟས་ཟས་གོས་བསྐོལ་ཆོས་སྤྱང་བྱ་བ་ཤ་སྟག་ཡིན་གྱི་དེ་ལ་ཐམས་ཅད་ལ་དྲིན་ལན་གསབ་རྒྱུ་དང། ཐང་དེ་ག་རེ་ཡོད་ཟེར་ན་མ་འོངས་པ་ལ་འདིར་ཁོང་རིན་པོ་ཆེའི་མཛད་པ་འཕྲིན་ལས་ག་འདྲའི་ག་འདྲའི་ཞིག་ཡོད་ན་དེ་ལ་བཟང་ཆོག་ཁྱོད་ཚོ་སེམས་ཤུགས་རྒྱག་ཡག་དང་ལས་ཀ་ལས་ཡག་དང་དེ་ཚོའི་སྐོར་དུ་བྱེད་དང། ཁྱོད་ཚོ་བསྟན་པ་ལ་ཞབས་ཕྱི་འདེབས་དགོས་ཡ་ད་ལྟ་དྲ་ཕྱིས་སྤིས་ཚར་བ་རེད་དེ་ཡིན་ནའང་ཁྱོད་རང་ཚོ་གི་སེམས་སུ་བསམ་པ་དེ་ཡག་པོ་བཅོས་ན། བསྟན་པ་ལ་ཕན་ཐོགས་གི་ཡོད་རེད། སེམས་ཅན་ལ་ཕན་ཐོགས་གི་ཡོད་རེད་དེ་ཡིན་ན་ཁྱོད་རང་ཚོ་སེམས་པ་ཕམ་དགོས་མ་རེད་དེ་མ་འོངས་པ་ལ་ཡིན་ན་ཁྱོད་རང་ཚོ། མ་འཚམས་སམ་དུས་ཚོད་ཡོད་ན་གནམ་གྲུ་དགོན་པར་འགྲོ་ཡ། དེ་ནས་གནམ་གྲུ་དགོན་པ་གི།

ཕྱི་ལོག་གི་མི་བཙལ་བ་ལས་རང་གི་མི་ཡོད་ས་ན་དེ་ཁོའི་ཕ་མ་བུ་རྒྱུད་ནས་སྐྱེས་པ་བལ་ཡུལ་རྭ་ཡུལ་རོགས་དེ་ཚོ་ཧ་ཅང་ཡག་པོ་རེད་བྲིས་ཀྱི་འདུག་ཨ་ནི་གཞན་པ་ཅི་ཞུ་ཡག་མེད་ཁྱེད་རང་ཚོ་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཞུ་ཡག་ཡང་ཁྱེད་རང་ཚོ་ཆོས་ཡག་པོ་སྒྲུབ་ཨ། ཁྱེད་ཚོ་འདི་བར་ཚེས་ཀྱི་སྙན་ངག་རེ་ཐོ་དགོས་ཚར་དུ་སོང་ཚོ་ཆོག་གི་རེད་འདིར་གྲྭ་ལོག་ཟེར་ཚར་དུས་ད་གྲྭ་ཟུར་ཟེར་ཚར་དུས་ཡག་དགོན་པ་ནང་ལ་བསྡད་ནས་དགེ་འདུན་གྱི་སྐོར་དེ་དག་བེད་སྤྱོད་བཏང་ན་ཡག་པོ་ཡོད་མ་རེད་དེ་སོང་རྗེས་ཀྱི་མང་པོ་གསུང་ཡོད་རེད་མ་གཏོགས་ཅི་གི་དགོན་པ་འདྲ་པོ་དེ་ལ་ཚོད་དཔག་ལོག་ཡོད་ན་གསོ་རིན་ཕོག་ཆོག་གི་རེད་དེ་ཡིན་ན་ཡིག་སྐོར་འདྲ་པོ་དང་འབུལ་བ་དེ་ཚོ་མ་གླེང་ན་ཡག་གི་རེད་སྐོར་ཟེར་མཁན་ངེས་པར་ཆེན་པོ་རེད་སྡོམ་པ་ཟེར་མཁན་དེ་རྒྱའི་ཚུར་ལོངས་ཀྱི་སྡོམ་པ་མེད་སོང་ན་སྐོར་ཟ་དགོས་ཡག་དེ་དཀའ་ལས་ཁག་པོ་ཆགས་འདུག་ཡོད་རེད། དེ་འདྲ་མ་བྱེད་མ་བུ་ཆེན་འདྲ་པ་གི་ཐོབ་ཐང་ཆ་ཚང་ཡོད་རེད། བར་སྣང་འགྲོ་ནས་ཆོ་ག་འདོན་ཆོག་གི་ཡོད་རེད། ཚོགས་སྐོར་ཁོག་ཚོགས་འཁོར་སྐོར་ཆོག་གི་ཡོད་རེད་འགྲུལ་པ་ཚོགས་ཆོག་གི་ཡོད་རེད་ཅི་ཡིན་ན་བྱེད་ཆོག་གི་རེད། རང་རང་སོ་སོ་ལོག་ལྟ་མེད་ཚར་བུ་ཞིག་ཡོད་ན། མི་ཁྱེད་ཕོ་མོ་ཚོགས་ཀྱི་ཚོགས།